ཐབས་མཁས་ཐུགས་རྗེ་ཤཱཀྱའི་རིགས་འཁྲུངས་ཅིང་གཤིན་རྗེ་མི་ཐུབ་བདུད་རྒྱལ་དཔུང་བྱང་བ་གསེར་གྱི་ལྷུན་པོ་ལྟ་བུའི་བརྗིད་པའི་སྐུ་ཤཱཀྱའི་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས། ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོང་པ་བཀའ་དྲིན་ཆེན་ལ་སྒོ་སྲུང་གུས་པ་ཆེན་པོས་ལྟོ་ཆ་གྲངས་མེད་སྔོན་དུ་བཏང་ནས། ད་དེ་ནས་གར་ཟེར་སོང་གསུངས་ན་ད་དེ་དེ་རིང་གི་སྐབས་སུ་བབས་པ་ད་ག་རེ་ཞུ་ཡག་ཡིན་ཟེར་སོང་ན། བདག་ཅག་གི་སྟོང་པ་བཀའ་དྲིན་བཞིན་དེང་གི་དང་པོ་བྱང་ཞོ་སྟེ་ཐུགས་ཀྱི་བར་དུ་མཁས་ཤིང་གྲངས་མེད་བསོད་ནམས་ཚོགས་བསགས་མཐར་མངོན་པར་རྫོགས་པར་སངས་རྒྱས་ནས། མ་བརྗོད་འགྲོ་བ་ནམ་མཁའི་མཐའ་དང་མཉམ་པའི་མཁའ་ཁྱབ་ཀྱི་སེམས་ཅན་ཐམས་ཅད་ཀྱི་སྒྲིབ་གཉིས་བྱང་ཚོགས་གཉིས་ཚོགས་ཉེར་བསྡོས་མངོན་པར་རྫོགས་པ་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་ཡག་གི་ཞེས་དེ་ལ་བལྟ། སྐུ་དང་ཡེ་ཤེས་ཀྱི་བལྟ། སྒོ་ནས་ཅིག་སེམས་ཅན་གྱི་སྟོང་དུ་དཔག་ཏུ་མེད་པར་མཛེས་པ་ནང་བཞིན་ཅིག། ད་དེ་གར་ཚོལ་ས་མངོན་སུམ་དཀྱུས་གནས་ནས་ཅིག་སྐུ་དང་ཡེ་ཤེས་ཀྱི་རོལ་བ་སྣ་ཚོགས་པའི་དེར་མཛེས་པ་སྣ་ཚོགས་པ་བསྟན་དུས། ད་དེ་འདྲ་ཡིན་པར་སོང་ད་ལྟ་སང་ཉིན་འདི་གར་ཚལ་སོང་ན་དགུ་པའི་ལྷ་བབས་དུས་ཆེན་སེ། སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ད་མཛད་པ་བཅུ་གཉིས་ཀྱི་ནང་ལས་རྒྱལ་བ་ལྷ་ལས་བབས་པའི་གྱི་དུས་ཆེན་སེ། འོ་དེ་འདྲ་ཡིན་པར་སོང་ལ་ད་ལྷ་བབས་དེ་བཞིན་དེ་ད་སང་ཉིན་ཆགས་དེ་ཡོད་རེད་དགོས་པའི་ཉིན་ཞིག་ཉིན་ཞིག་དེ་ལྷ་བབས་དེ་བཞིན་ཆགས་དེ་ཡོད་རེད་ད་ལྷ་བབས་དེ་བཞིན། འོ་དེ་འདྲ་ཡིན་པར་སོང་ལ་ད་ཚང་མས་གི་མཁྱེན་གི་རེད་དེ་འདྲ་ཡིན་པར་སོང་ལ་ད་བོ་ད་དགོས་པའི་གི་ཚེ་བ་ཉིན་ཞིག་ཉིན་དེ་ཨ་ནི་བའི་གར་སོན་རྒྱ་བ་ལྷག་ལས་བབས་པའི་གི་དུས་ཆེན་སོ་དེ་བྱས་ད་ལྷ་བབས་གི་དུས་ཆེན་དེ་ཨ་ནི་སྟོང་པ་ཐུབ་པའི་གི་དབང་པོ་གི་ཨ་ནི་ཆོས་གདུལ་བྱ་རྣམས་ཨ་ནི་ཆེས་ཐར་བ་དང་ཐམས་ཅད་མཁྱེན་པའི་གི་གནས་སུ་བབས་ད་དེ་གར་སོན་སོང་ན། ཁྲིད་པའི་གདམས་ངག་བྱས་ལ། དེ་ལྟ་བུའི་ཆོས་སྐུ་དང་ཡེ་ཤེས་ཀྱི་རོལ་པའི་སྒོ་ནས་དག་མཛད་པ་སྣ་ཚོགས་པ་ཅིག་བསྟན་པ་ཡིན་པར་སོང་དེ་འདྲའི་མཛད་པའི་རྣམ་གྲངས་མང་པོ་ཅིག་ཡོད་ན་ཡང། ནི་དེ་གནས་ན་ཡོད་པ་དེ་ཡི་ནང་དུ་རྒྱལ་བ་ལྷ་ལས་བབས་པའི་དུས་ཆེན་ཟེར་བ་དེ་འདྲ་བཞག་ཏུ་ཡོད་རེད། ད་དེ་ག་རེ་བྱས་སོང་ན་ང་ཚོ་བོད་པ་རྣམས་ཀྱིས་ད་དེ་ལྟ་བུའི་ཆོས། སྤྱིར་སྟོང་པ་སངས་རྒྱས་བཅོམ་ལྡན་འདས་འགལ་ཟླ་འཇིག་མཛད་པ་བཅུ་གཉིས་ཚང་མ་ལ་ནི་ཞེས་དུས་དྲན་བྱེད་ཡ་དང་ལྷག་པར་དེ་དག་རྒྱ་བའི། ཀར་ལྷག་ལས་ཕ་བད་ཀྱི་དུས་ཆེན་འདི་ལ་སྔོན་གནས་གྲོང་ནས་བོད་པ་རྣམས་ཀྱིས་དག་པའི་གར་བྱེད་དགོར་བྱས་སོང་སོང་ན་ད་ཉིན་མོ་དེ་ལ་ནི་ཞེས་སྟོང་པ་སངས་རྒྱས་བཅོམ་ལྡན་འདས་ནི་ལྷ་ཡུལ་ལས་བས་ད་མི་ཡུལ་ལ་ཕེབས་པའི་གི་ད་དུས་ཆེན། འོ་དེ་ནི་ཞིག་ངོས་འཛིན་བྱས་ནས་ནི་རང་རང་གི་གནས་སུ་ཅིག་བསྐོར་བ་དང། འོ་དེ་ཚོ་ཚང་མ་ལ་ཅིག་ད་མཆོད་པ་ཕུལ་ཡ་ཡར་དཀོན་མཆོག་ལ་མཆོད་པ་མར་དམེ་ལོང་ལ་སྦྱིན་པ་འོ་དེ་འདྲ་བྱེད་ཡ། འོ་དེ་ནི་ཞེས་ད་ཡར་དཀོན་མཆོག་དང་མཆོད་པ་མ་གནས་ལུང་ལ་བྱིན་པར་བྱས་ནས་དེ་ནི་ཅི་ད་བྱོན་ཅིག་དེ་ནི་འགྲོ་ཡག་ཨང་ད་ག་ན་གིས་ཞེས་ཕྱག་དང་བསྐོར་བ་ལ་སོགས་པ་དེ་འདྲ་བྱས་ནས་ད་ནམ་མཁར་གས་པས་ཀྱི་ལས་ལྷོད་ད་རྩོམ་པར་བྱེད་ཡག་ཨང་ད་ག་ན་གིས་ད་དེའི་གི་སྐབས་སུ་ག་རེ་ཟེར་ན་བོད་ཀྱི་ཡུལ་ལུང་མང་པོ་ཞིག་སྟེ་ཨ་ནི་ལྷ་བབས་ཀྱི་དུས་ཆེན་གྱི་ད་དེའི་གི་དངུལ་ངོ་ཚ་ཉི་མ་གཅིག་གཉིས་གི་དངུལ་ལ་ཨ་ནི་རང་ཉིད་ཀྱི་སྡེ་སྲིད་ཀྱི་ད་ཁང་པ་དང་དེ་ཚོ་ཚང་མ་ལ་སྐར་རྩིས་བཏང་ཡག་དང་ཨང་ད་ག་ན་གིས་ག་རེ་ཟེར་སོང་སོང་ན་ཅིག་བྲག་དང་མཆོད་རྟེན་དང་དེ་ཚོ་ཚང་མ་ལ་ཅིག་ད་སྐར་རྩིས་བཏང་ནས་ཨ་དེ་ཚོ། འདི་འདྲ་བྱེད་ཡག་ཨང་ད་ང་ན་ཞིང་གི་ཞིག་ལྷ་བབ་ཀྱི་དུས་ཆེན་ཉིན་འདི་ལ་ད་ག་རུ་ཟེར་སོང་སོང་ན་བྱེ་བྲག་ཤེས་པའི་རྟེན་འབྲེལ་གྱི་ནི་ཅིག་བཏགས་ཟེར་དགོན་པའི་གི་ཡིད་ཡོངས་དང་སོ་སོ་གི་ཁྱིམ་ཚང་གི་ད་ཅིག་ཐེམ་པའི་གི་ཡིད་ཡོངས་ཚང་མ་ད་བཀྲ་ཤིས་རྟགས་བརྒྱད་ཀྱི་དེ་འདྲ་རི་མོ་བྲ་ཡག་ཨོ་ད་དེ་འདྲ་བྱེད་ཙང་ན་སྟོང་པ་སངས་རྒྱས་བཅོམ་ལྡན་འདས་ནི་ཅིག་ཤ་སྐྱ་ཐུན་ལྟ་བ་ད་དེ་འདྲ་རེད་པས་རྗེས་དྲན་གྱི་ཆེད་ནི་ལྷ་བབ་དུས་ཆེན་ལ་རྗེས་དྲན་ཆེད་ནི་ད་དེ་འདྲ་ཡོང་གི་ཡོད་རེད་ད་དེ་འདྲ་ཡིན་པ་སོང་ཙང་ག་རུ་ཟེར་སོང་ད་ཅིག་ལྷ་བབ་དུས་ཆེན་འདི་ད་ག་འདྲ་འབྲང་བ་བྱུང་བ་ད་ཅིག་ད་ངོ་སྤྲོད་འདུག་དུས་འདྲ་བ་ཞིག་ད་ཞུས་པ་ཡིན་ན་ད་ག་འདྲ་ཆགས་ཀྱི་ཡོད་རེད་ཟེར་སོང་ན། གོ་བ་དང་དེ་ཡང་གར་སེར་སོང་ན་སྟོང་པ་ཤཱཀྱ་དོན་ཡང་ཐོས་པ་དང་དགུང་ལོ་བཞི་བཞི་ཞག་གཅིག་ལ། དགུང་ལོ་བཞི་བཞི་ཞག་གཅིག་ལ་ཕེབས་པའི་སྐབས་སུ། ལྕགས་ཕོ་ཕྱི་བོད་ཀྱི་ལོ་ལ། གར་སེར་སོང་ན་ད་སྟོང་པ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱི་ཡུམ་འདི། བརྒྱུད་མ་ལྷ་ལྷ་མཛེས། གར་སེར་སོང་ད་སྟོང་པ་སངས་རྒྱས་བཅོམ་ལྡན་འདས་ནི་འཁྲུངས་ནས་ཉི་མ་བདུན་གྱི་རྗེས་སུ་ལ་ཡུམ་བརྒྱུད་མ་ལྷ་མཛེས་དགོངས་པ་ཚོགས་སོང་རེད་བ། དེ་འདྲ་ཡིན་པར་སོང་བ་ཡུམ་བརྒྱུད་མ་ལྷ་མཛེས་པའི་ག་བ་སྐྱེ་བ་བླངས་ཡོད་ཟེར་ན་གསུམ་བཞི་རྩ་གསུམ་གྱི་ལྷ་ཡི་གནས་སུ་སྐྱེ་བ་བླངས་སོང་ཡོད་རེད།

ཨ་ནི་གར་ཟས་སོགས་ནི་ལྷ་རྟ་ཡུམ་གྱི་མ་ལྷ་མཛེས་དགའ་སྐྱེས་པའི་གཙོ་བོ་བྱིས་པའི་གནས་ལྷ་རྣམས་ཀྱི་རྒྱུད་ལ་ནམ་མཁའ་གི་ཡོན་ཏན་དང་འགལ་བ་ནི་བས་དོན་དྲན་གྱི་བདག་ཅག་རྒྱུད་ལ་མ་སྐྱེས་པ་སྐྱེས་པ་དང་སྐྱེས་པ་མི་ཉམས་པ་མི་ཉམས་པ་གོང་ནས་གོང་ནས་སྤེལ་ནས་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡག་ག་བྱེད་དེ་ལ་འདི་ནི་དག་མཆོད་གསུང་ཡག་ག་དུས་ལ་བས་དག་ལས་པ་དེ་སངས་རྒྱས་རང་གིས་མཁྱེན་ནས་ཨ་ནི་སངས་རྒྱས་འཁོར་དང་བཅས་པ་ཐམས་ཅད་ལ་ནི་སེམས་སུ་རྩ་གསུམ་ཨ་ནི་གར་ཟས་སོགས་ནི་རྫུ་འཕྲུལ་འཁོར་དང་བཅས་པ་དོན་དྲན་ཡོན་པ་སངས་སྟོང་པ་སངས་རྒྱས་བཅོམ་ལྡན་འདས་དང་ཨ་ནི་དགྲ་བྱ་བ་འཁོར་དང་བཅས་པ་ཐམས་ཅད་རྫུ་འཕྲུལ་ཆེན་པོའི་སྒོ་ནས་ནི་ལྷ་ཡི་གནས་སུ་བས། ཨ་ནི་ལྷ་ཡི་གི་གནས་ཀྱི་དང་ལྭ་བ་དཀར་པོ་གི་རྡོ་ལེབ་ཟེར་ཏེ་མ་ལ་དེ་ནས་ལྷ་ཡུལ་གྱི་ལྭ་བ་དཀར་པོ་གི་རྡོ་ལེབ་ཞེས་བྱ་བའི་གི་སྟེང་ན་སྟོང་པ་སངས་རྒྱས་བཅོམ་ལྡན་འདས་དང་འཁོར་དགྲ་བཅོམ་པ་འཁོར་དང་བཅས་པ་དེ་ཐམས་ཅད་དང་ཤ་རི་བྷ་དང་འོག་སོང་ལ་སོགས་པའི་དགྲ་བཅོམ་པ་ཇི་སྐད་དུ་འཁོར་དང་བཅས་པ་ཐམས་ཅད་དང་དེ་ཡོད་པས་ཨ་ཟླ་བ་ནང་བཞིན་དང་དབྱར་ཟླ་བ་གསུམ་གྱི་གི་ནས་བྱས་ནས། འོ་དེ་འདྲའི་ཕྱིར་ན་ཡུམ་གྱི་མ་ལྷ་མཛེས་ཀྱི་གཙོ་བོ་བྱེད་པའི་གྱི་དང་སྐུའི་སྐྱེ། ཡུམ་གྱི་མ་ལྷ་མཛེས་ཀྱི་སྐུའི་གྱི་སྐྱེ་བ་དེའི་གྱི་གཙོ་བོ་བྱེད་པས་ནི་སུམ་ཅུ་རྩ་གསུམ་གྱི་ལྷ་གནས་དེ་ཚོ་ལ་དང་མཉམ་གནས་ཀྱི་རིང་ལ་ནི་ཆུག་གསུངས་ནས་ཟླ་བ་གསུམ་ཉག་གིས་བཞུགས། འོ་ད་དེ་འདྲའི་གནང་གི་ཡོད། ད་དེའི་དུས་སུ་གར་ཞེས་གསུངས་པ། འོ་དེ་འདྲའི་ཕྱིར་ནི་བཞུགས་པའི་སྐབས་སུ་དེའི་དུས་སུ་ལ་དང་རྒྱ་གར་གྱི་ཡུལ་གྱི། བགྱིས་པོ། འོ་ད་དེ་ནས་གར་བཙལ་སོང་ན་ཅེས་ད་གར་ཕྱག་དཔེར་བཙལ་སོང་ན། རྒྱ་གར་གྱི་ཡུལ་བགྱིས་པོ་དེ་གཟུགས་ཤིང་སྙིང་པོ་རྒྱལ་བོ་སེ་རྒྱལ། འོ་ད་དེ་ཚོ་ཚང་མས་གི་ད་གར་བྱས་སོང་སྟོང་པ་སངས་རྒྱས་བཅོམ་ལྡན་འདས་ག་བ་ཕེབས་ཡིན་ན་བསམ་དེ་འདྲས་གི་ད་ཐུགས་དགོངས་པ་དེ་ནི་ཤོག་ཤོག་རེད། ད་དང་ནང་བཞིན་གར་བཙལ་ན་དེའི་དུས་སུ་སྟོང་པ་སངས་རྒྱས་བཅོམ་ལྡན་འདས་དགྲ་བཅོམ་པ་འཁོར་དང་བཅས་པ་ཤཱ་རིའི་བུ་དང་ད་གར་བཙལ་སོང་ང་འཁོར་དང་བཅས་པ་ཐམས་ཅད་དེ་སུམ་བརྩེགས་གསུམ་གྱི་ལྷ་ཡི་གནས་སུ་ད་དེ་འདྲས་དབྱར་གནས་དགྲ་བཅོམ་པ་བརྒྱད་ཁྲི་དང་བཅས་པ་ནི་ལྷ་ཡི་གནས་སུ་ད་དབྱར་གནས་མཛད་ནས་བྱོལ་སོང་གི་ཡོད་ར་བ། ད་དེའི་དུས་སུ་ཡང། དེ་ཚོ་ད་ག་རང་ལ་ཨ་ནི་རྒྱ་གར་གི་ད་ཡོད་སྙན་ཡོག་ཞིག་ཟེར་ཟེར་གི་ནི་ས་ཆ་དེ་ཚན་ང་ཚོ་སྙན་ཡོག་དེ་དུས་དེར་བས་གི་ནི་ཟེར་བ་འོ་དེ་ལྟ་བུའི་གི་གནས་དེ་ར་ད་གར་ཟེར་ན་བརྩོན་འགྲུས་ཆེན་གྱི་མཆོག་ཨ་ནི་སྡོམ་པ་སངས་རྒྱས་བཅོམ་ལྡན་འདས་གི་འཁོར་ཨ་ནི་འཕགས་པ་མ་ཧོ་མཁར་གྱི་བུ་ལ་སོགས་པའི་གི་ནི་འབད་ཅིག་ཚངས་པར་སྤྱོད་པའི་གི་ནི་ཚངས་པ་རྫོགས་པར་སྤྱོད་ཡང་སྤྱོད་པའི་གི་དགེ་སློང་དུ་མ་ཨ་ནི་ཐབས་ཅིག་དེ་དབྱར་གནས་དེ་ཡང་དབྱར་གནས་བཞུགས། ད་དེ་འདྲ་ཞིག་དབྱར་གནས་བཞུགས་བཞིན་པའི་གི་སྐབས་སུ་ལ་ཨ་ནི་རྒྱ་གར་གི་ཡུལ་དབུས་ཀྱི་རྒྱལ་པོ་གཟུགས་ཆེན་གྱི་སྙིང་པོ་དང་ཨ་ནི་ད་ག་ན་ཞིག་རྒྱལ་པོ་གི་སྲས་རྒྱལ་ལ་སོགས་པ་ད་རྣམས་ཀྱི། སྟོང་པ་སངས་རྒྱས་བཅོམ་ལྡན་འདས་ད་ལྟ་ག་ག་ཡི་བཞུགས་ཡོད་རེད། འོ་དེ་འདྲ་བྱས་ནས་འཕགས་པ་མ་འོངས་སྐར་གྱི་བུ་ལ་ཨ་ནི་ཅིག་ད་བར་སྐུ་མདུན་ལ་བར་མཇལ་ནས་མ་འོངས་སྐར་གྱི་བུ་ལ་དེ་འདྲ་བར་ཞུས་པའི་སྐབས་སུ་ལ་ཨ་ནི་མ་འོངས་སྐར་གྱི་བུ་སྟོང་པ་སངས་རྒྱས་བཅོམ་ལྡན་འདས་བདག་ཅག་སྟོང་པ་འཁོར་དང་བཅས་པ་ད་ལྟ་སུམ་བཅུ་རྩ་གསུམ་གྱི་ལྷ་གནས་ལ་བྱོལ་སོང་ནས་བཞུགས་ཡོད་རེད། འོ་དེ་ནས་སྟོང་པ་སངས་རྒྱས་བཅོམ་ལྡན་འཁོར་དང་བཅས་པ་ཐམས་ཅད་ད་ལ་ཡུལ་ལ་ད་བཞུགས་ཡོད་རེད་བཞུགས་སོང་ནས་བཞུགས་ཡོད་རེད་ཞེས་དེ་བཤད། ད་དེ་ནས་དེ་འདྲ་གསུངས་ནས་ད་ལན་ཕུད་ཚར་བའི་རྗེས་ལ་ད་ག་ཟེ་བྱེད་ཟེར་སོང་ང་ད་བ་ད་ཉི་མ།

ཟླ་བ་གསུམ་ཟི་ཞིང་འཆར་སོང་ད་སྟོང་པ་སངས་རྒྱས་བདག་ཅག་སྟོང་པ་འཁོར་དང་བཅས་པ་ད་དུང་ལ་ཕན་ཡག་མི་འདུག་ད་ག་རེ་ཡིན་ན་ནི་ཅིག་སྟོང་པ་སངས་རྒྱས་བཅོམ་ལྡན་འདས་ད་ང་ཚོ་གི་སྔོན་ནས་དྲངས་ནས་ཅིག་ནམ་རྒྱུན་ན་པའི་སྐུ་མཆིས་ནས་གསུང་ཐོས་ནས་ད་དེ་འདྲའི་བྱས་ནས་ད་ཁྱི་ཕོ་བྱས་ནས་ད་འཇིགས་ནས་ང་ཚོ་བྱིན་རླབས་ཆེན་པོ་དེ་ནས་ཤེས་ནས་ནི་ད་མི་ཡུལ་འདི་ལ་སྔོན་ནས་དྲངས་ནས་གི་སངས་རྒྱས་ཀྱི་བསྟན་པ་ད་ཉི་མ་ཤར་བ་ན་ཡིག་དེ་འདྲ་བྱུང་ཡ་ཡོད། ད་ད་རན་དེ་ཀར་ཟས་སོང་སྟོང་པ་སངས་རྒྱས་བཅོམ་ལྡན་ནས་ད་ལྷ་ཡུལ་ལ་ཕེབས་ནས་ད་ཟླ་བ་གསུམ་ཟེར་དེ་ནས་འགྲོ་གི་ཡོད་ད་དུང་ཕེབས་མ་སོང་ཟེར་ཨ་ནི་དེ་འདྲ་བྱས་ནས་ཐུགས་ཁྲལ་ཞེ་བོ་གནང་ནས་ཨ་བདག་ཅག་གི་སྟོང་པ་ཨ་ནི་བས་གདན་འདྲེན་ཞུས་རོགས་གནང་ཟེར་མང་བཀུར་གྱི་བུ་ཁྱེད་རང་གི་གང་ཡིན་ཟས་སོང་ཨ་སོང་ན་ད་ད་ལྟ་ནས་ད་སྟོང་པ་སངས་རྒྱས་བཅོམ་ལྡན་ནས་ཨ་ནི་སྐུ་མ་མཇལ་ནས་ཨ་ནི་གར་ཟས་སོང་མ་གཏོགས་ནས་ད་ཕལ་ཆེར་ཟླ་བ་གསུམ་ཟེར་ཉིན་མ་དགུ་ཕྱི་ཟེར་དེ་ནས་འགྲོ་གི་འདུག་འོ་དེ་འདྲ་ཡིན་པ་སོང་ད་ང་ཚོ་བས་སེམས་ནང་བས་ཡུལ་བོ་དང་ཨ་ནི།

འཁོར་དང་བཅས་པ་ཐམས་ཅད་ཀྱི་རྟེན་འབྲེལ་ཞི་བ་དུ་ངེས་པ་དེ་ཕེབས་རོགས་གྱིས་རྟེན་འབྲེལ་ཞི་རོགས་གྱིས། ཨང་གང་ཡིན་ཟེར་སོང་ན་ང་ཚོ་ནི་ཡར་ལྟར་འགྲོ་ཐུབ་ཡག་ལ་རྫུན་ཁྲུས་རྟེན་འབྲེལ་ཡོག་མ་རེད་ཨང་ཁྱེད་རང་ནི་རྫུན་ཁྲུས་ཡོག་པ་སོང་ལ་ད་སྟོང་པ་སངས་རྒྱས་བཅོམ་ལྡན་འདས་འཁོར་དང་བཅས་པའི་ག་ནི་དགོས་འདུན་རེད་ད་ཁྱེད་རང་མཇལ་ཐུབ་པ་རེད་རྟེན་འབྲེལ་ཞུ་ཐུབ་པ་རེད་ད་ཁྱེད་རང་ལ་རྟེན་འབྲེལ་གནང་རོགས་གནང་ད་དེ་ཁྱེད་རང་གི་ལས་འགན་རེད་ཤག་འོ་དེ་འདྲ་ཡིན་པ་སོང་ད་ང་ཚོ་ཚང་མས་གཅིག། མེ་སྦྱར་བ་འཁོར་དང་བཅས་པ་ཐམས་ཅད་ཀྱིས་དང་དེ་འདྲའི་ཤུལ་ནས་སྟོན་པ་སངས་རྒྱས་བཅོམ་ལྡན་འདས་ནི་བད་གར་སེར་སྣ་བཀུག་ནས་བསྡད་འདུག་ཡུལ་འབའ་ཞིག་བར་འདུག་ཨ་ནི་འཇིག་རྟེན་མོ་ཡིས་ཕེབས་རོགས་གྱིས། ཨ་ནི་གང་ཡིན་ཟས་སོང་ང་སོང་ན་ལྷ་དེ་ཚོ་ནི་བདག་གར་ཟས་སོང་སོང་ན་རྗེས་མར་མོ་ཡུལ་ལ་ཆུ་བཞེས་ནས་ཡོང་བ་ཡིན་ན་རྫུ་འཕྲུལ་གྱི་སྒོ་ནས་ཡོང་ཐུབ་ཀྱི་རེད་བ། ཨ་ནི་ང་ཚོ་མི་དེ་ཚོ་ནི་ད་རྫུ་འཕྲུལ་མེད་པར་སོང་དང་ལྷ་ཡུལ་ལ་ཆུ་བཞེས་ཏེ་འགྲོ་ཐུབ་ཀྱི་མ་རེད། ཨ་ནི་གཅིག་བྱས་ནི་ད་སྟོན་པ་སངས་རྒྱས་བཅོམ་ལྡན་འདས་ནི་མིའི་ལུས་དེ་ན་བད། བརྩོན་འགྲུས་ཆེ་ནས་ཕེབས་སོ་མིག་གིས་འགྲོ་བ་དེ་ཚོ་ལ་ད་སྔོ་ནན་དྲང་ནན་ཅིག་བླང་དོར་གྱི་ལམ་བསྟན་ཡག་དེ་གལ་ཆེན་པོ་དང་བོ་དེ་འདྲ་ཆགས་བསྡད་པ་ཚོ་ནོར་བདག་ཅག་སྟོང་པ་བསྐོར་དང་བཅས་པ་ཐམས་ཅད་དང། མ་འོངས་ཀྱི་བཀའ་བརྒྱུད་པ་ཁྱེད་རང་གི་དང་མགྱོགས་པོ་ཅིག་འདི་འདྲའི་བྱེད་ཡོང་རོགས་གནང་ང་ཚོ་བསྐྱར་བ་བསྐོར་དང་བཅས་པ་ཐམས་ཅད་སྒུག་བསྡད་ཡོད་ས་ད་དེ་འདྲ་བྱེད་རོགས་གནང། ཨོ་དེ་འདྲ་བྱས་ནས་ད་མ་འོངས་བཀའ་བརྒྱུད་པ་ལ་འཇགས་ལན་དེ་འདྲའི་བྱས་འདི་ལན་དེ་འདྲའི་བསྐུར་བ་རེད། ངོ་བོ་དེ་འདྲ་ཡིན་པར་སོང་བ་དག་མ་འོངས་སྐར་རྒྱས་བོད་དག་ད་ག་རང་བྱས་ཀྱང་ནང་གི་ཆོས་གྱར་པོ་མགོ་ནག་བྱས་པའི་གི་དག་སོང་བ་ནང་བཞིན་གྱི་ནི་མ་འོངས་སྐར་སྒར་རྒྱས་བོད་དེ་བརྩོན་འགྲུས་ཆེན་པོ་བཀོད་ནས་ལྷ་ཡུལ་ལྷ་སྡོང་པ་སངས་རྒྱས་བཅོམ་ལྡན་ནི་འཁོར་དང་བཅས་པ་ཐམས་ཅད་པ་རྗེ་འོ་ད་ངོ་ནས་དྲངས་ནས་མི་ཡུལ་དེ་དག་སྒར་སངས་རྒྱས་པོ་སེར་སྐྱ་དག་བཟོ་ཞིང་སྙིང་པོ་དག་འཁོར་དང་བཅས་པ་ཐམས་ཅད་ཀྱི་བདག་ཞག་སྡོང་པ་བཀའ་དྲིན་ཅན་འཁོར་དང་བཅས་པ་དག། སྟོང་པ་བཀའ་དྲིན་ཆེ་འགུགས་བདེ་ཡོད་ཟེར་འདུག་ཨ་ནི་ཡུལ་བ་ཞི་བ་འདུག་ད་དངོས་གནས་དྲང་ནས་མི་ཡི་གི་ཡུལ་ལ་ད་ཆོས་གསུམ་དུ་ཕེབས་རོགས་ཟེར་འདུག་ཨ་ནི་ང་དེ་འདྲ་བཏང་སོང་དེ་འདྲ་དེ་འདྲ་ཡིན་གསལ་འདྲ་ཞིག་ཞུས་པས་ཨ་ནི་དེ་འདྲ་ཡག་ད་སྟོང་པ་སངས་རྒྱས་བཅོམ་ལྡན་འདས་ལ་ཞུས། འོ་དེ་འདྲ་ཤར་ཞུས་པ་ལ་བརྟེན་ནས་སྟོང་པ་བཀའ་དྲིན་ཆེ་ཉིད་ཀྱང་ག་རེ་སོང་རེད་ཟེར་སོང་ན་འོ་ད་འོང་གི་རེད་འགྲིག་གི་རེད་ཟེར་ཡིན་ད་ཡིན་ཟེར་ད་རྒྱལ་པོ་འཁོར་དང་བཅས་པ་གི་ད་དེ་འདྲ་བྱེད་ནི་མ

ཨ་ནེ་དཀར་ཟས་སོགས་ནི་གསེར་ལྡན་གྱི་གྲོང་ཁྱེར། ཨ་ནེ། ལ་བ་ཛཱ་རེ་གི་ནགས། ཨ་ནེ་ཨུ་དུམ་བྷ་བ་རེ་གི་ནི་ཤིང་དྲུང་བྱང་ཆུབ་ཀྱི་ཤིང། ད་ཨུ་དུམ་བྷ་རེ་གི་ཤིང་དྲུང་དེ་བ་ལ་ནི་ད་དེ་ལ་ཡོང་གི་ཡིན་སོགས་ནི་གཤེ་གཤེ་གནང་ནས་ད་དེའི་གི་དེ་ག་ལ་ནི་རྒྱལ་བ་འཁོར་དང་བཅས་པ་ཡོད་སོང་ན་ང་ཚོ་ད་གི་བ་གི་ལ་ཐུག་གི་རེད་སོང་ད་དེ་འདྲ་བྱས་སྟོན་པ་སངས་རྒྱས་ཆོས་འདི་ནས་གཤེ་གཤེ་གནང་བ་ནང་བཞིན་ཞིག་ཨོ་ད་ག་རེ་ཟེར་ན་ཉི་མ་བདུན་གི་ནི་རྗེས་ལ་ཨ་ད་དེང་སང་ང་ཚོ་ཞིག་ད་ལྷ་བབ་གི་ནས་ཟེར་ཏེ་ས་ག་ས་ཟེར་འདུག་ཨོ་དེའི་ས་ཆ་དེ་ལ་ནི་སྟོན་པ་སངས་རྒྱས་ཆོས་འདི་ནས་གཤེ་གཤེ་གནང་བ་ནང་བཞིན་དེ་བས། འོ་ད་སྡོམ་པ་སངས་རྒྱས་བཅོམ་ལྡན་གནས་ཀྱི་ཞལ་གྱིས་གནང་བ་ནང་བཞིན་གྱི་ད་ག་རེ་ཟེར་སོང་ན་ཉི་མ་བདུན་གྱི་རྗེས་ཟེར་ལ་ཨ་ད་ད་ནང་སང་ཨ་སང་ཨ་ཟེར་གྱི་ས་ཆ་དེ་ལ་སྡོམ་པ་སངས་རྒྱས་བཅོམ་ལྡན་གནས་དཔལ་གྱི་ཡིན་སོང་བ་ནང་བཞིན་ད་ཉི་མ་བདུན་གྱི་རྗེས་ཟེར་ད་ཉི་མ་བདུན་ཟེར་དུས་མོ་ལ་ད་དྲུག་པའི་གར་ཆ་ཚེས་པ་བཅོ་ལྔ་ནས་དགུ་པའི་ཚེས་པ་བཅོ་ལྔ་བར་ཟླ་བ་གསུམ་ད་དེ་ནས་དགུ་པའི་ཚེས་པ་བཅོ་ལྔ་ནས་ཉི་མ་བདུན་བརྩིས་སོང་ད་དགུ་པའི་ཉི་ཤུ་གཉིས་ད་ལྟོ་ཆགས་འདུག་བ་འོ་དེ་འདྲ་ཡིན་པར་སོང་ད་དགུ་པའི་ཉི་ཤུ་གཉིས་ལ་ཨ་ན་ག་རེ་སང་ཨ་སང་ཟེར་ས་ཆ་དེ་ལ་སྡོམ་པ་སངས་རྒྱས་བཀའ་དྲིན་ཆེན་གྱི་ཨ་ནི་དེ་ལ་ཞབས་སོར་འགོག་གི་ཡིན་སོང་བ་ནང་བཞིན་ད་དེ་ལ་ཕེབས་ཡག་གི་ད་དུས་ཚོད་དེ་འདྲའི་ཆགས་པའི་དགོས་པའི་ཉིན་ཤིག་ཉིན་དེ་ཆགས་དེ་ཡོད་རེད་ད་དེ་གར་ཟས་ཟོ་ན་ཅིག་ད་དེ་འདྲའི་གི་སྟོང་པ་སངས་རྒྱས་བཅོམ་ལྡན་འདས་མགུ་བའི་ད་ཉིན་ཤིག་ཉིན་ལ་ད་ནི་ལྷ་ལས་མར་ད་གར་ཟས་ཟོ་ན་མི་ཡུལ་ལ་བབས་པའི་གི་ཡང་དེ་འདྲའི་གི་ད་ལོ་རྒྱུས་འདྲ་མ་རེ་ཞུས་ཤག་ན་ཨ་ནི་སངས་རྒྱས་ལྷ་ཡུལ་ནས་ད་མི་ཡུལ་ལ་ཕེབས་པའི་གི་ཉིན་མོ་དེ། ད་ཉིན་མོ་དེ་གར་བྱས་སོང་ན་ཅིག་ལྷ་ཡི་གེ་ཨ་ན་ཅིག་ད་དེ་ནང་ན་དཔོན་པོ་ད་གེ་སྒྲ་ཞེས་ཤུལ་ཟེར་དེ་གར་ཆ་ཚང་པ་དང་ཨ་ན་བརྒྱ་ཞིང་ཆགས་དེ་ཡོད་རེད་དེ་འདྲ་ཡིན་པ་སོང་ད་ལྷ་ཡི་གེ་ཨང་བོ་ཟེར་ལྷ་ཡི་གེར་བོ་ར་ལྷ་ཡི་གེ་ཨ་གེར་བོ་བརྒྱ་བྱིན་གྱི་ཨ་ན་ཅིག་ལྷ་ཡི་གེ་བཟོ་བོ་ད་ལྷ་ཡི་གེ་བཟོ་བོ་བཟོ་བོ་ཟེར་དུས་ད་ལྷ་ཡི་གེ་པའི་ལག་རྩེ་ཞིག་ཅིག་གི་ཨང་དང་པོ་དེ་གར་ཆགས་དུ་ཟེར་ན་ལྷ་ཡི་གེ་བཟོ་བོ་འབུ་ཤོག་དཀར་མ་ཞག་དེ་ཡོད་རེད། ཨ་ནི་ཇི་ལྟར་ལྷ་ཡི་ལྷ་ཡི་དབང་པོ་བརྒྱ་བྱིན་གྱི་དག་དཀར་ཁ་ནང་ཟེར་ན་དབུ་བ་དང་ལྷ་ཡི་བཟོ་བོ་འབུ་ཆོ་དཀར་མ་དང་ཁྱེད་རང་གི་དག་སྔོན་མོའི་གྲོང་དང་ད་རེས་ཁྱེད་རང་གི་ལག་རྩེད་ངོམ་ཡག་གི་དུས་ལ་བབ་ཤག་དེ་འདྲ་ཡིན་པ་བཟང་ལ་བདག་ཅག་གི་སྟོང་པ་བཀའ་དྲིན་ཅན་དག་ལྷ་ཡུལ་ལས་མི་ཡུལ་ལ་ཕེབས་དུས་མོ་ལ་ཅི་ལྡང་དུ་བདག་ཅག་སྟོང་པ་བཀའ་དྲིན་ཅན་དགྲ་བཅོམ་པ་འཁོར་དང་བཅས་པ་དང་དང་རྫུན་འཕྲུལ་གྱི་སྒོ་ནས་དག་ཕེབས་ཡག་ལ་དཀའ་ངལ་གང་ཡང་ཡོད་མ་རེད་ད་ཡིན་ན་ཡང་ང་ཚོ་ལྷ་རྣམས་ཀྱི་བསོད་ནམས་བསགས་པའི་ལས་དེ་དག་ངེས་པར་དུ་ཁྱེད་རང་གི་བཀའ་རྩེ་སོང་ན་བཀའ་རྩེ་སོང་ན་དེ་དག་སྐས་འཛེག་རིན་པོ་ཆེ་གནས་པའི་རིགས། མ་འདྲ་བ་དུ་མ་ལས་འཕྲོས་པའི་སྐས་འཛེག། སེམས་སུ་རྩ་གསུམ་གྱི་ལྷ་ཡུལ་ནས་མི་གཡོ་བར་དེ་ཁྱེད་རང་དང། ག་རེ་ཟེར་ན་ལྷ་ཡི་གེ་པའི་རྫུ་འཕྲུལ་གྱི་དག་རྫུ་འཕྲུལ་ཟེར་ལག་རྩིས་ཟེར་དེ་ལས་དེ་ནས་རིན་པོ་ཆེ་གི་སྐས་འཛེག་དེ་ནས་སྟོང་པ་སངས་རྒྱས་བཅོམ་ལྡན་འདས་སེམས་སུ་རྩ་གསུམ་ནས་མི་གཡོ་བར་དེ་ཕེབས་སར་བར་དེ་ལྷ་ཡི་གེ་སྐས་འཛེག་དེ་ནས་གསོལ་ཞོག་གསུངས། འོ་དེ་འདྲ་ཞིག་གནང། འོ་དེ་འདྲ་བྱས་ཏེ་ད་བྱས་ཀྱི་རི་རབ་ཀྱི་རྩེ་མོ་ནས་ད་ག་རེ་མེ་ཡི་གཡུ་ལེ་མ་ལེགས་པར་བབས་ཏེ་ད་དེ་འདྲའི་རྐན་རྩ། རིན་པོ་ཆེ་གི་རྐན་རྩ་འོ་ད་དེ་ག་རེ་ཟེར་སོང་ན། ད་སྐྱིད་ལ་ཨ་ན་ག་རེ་ཟེར་ན་རིན་པོ་ཆེ་འབེན་འདྲུ་ཞལ་ཡི་ཐེམ་སྐས་ལས་བྱས་པ། ཨ་ན་དེའི་གཡས་ཟེར་ག་རེ་ཟེར་སོང་ན་གསེར་ལས་བྱས་བྱས་པའི་གི་ཐེམ་སྐས་ཟེར་བས་རྫ་མའི་རྐན་ག་རེ་བ་ཐེམ་སྐས་ཟེར་རྐན་རྩ་ར་བ། ཞེས་དང་སྐྱིད་མ་དེ་ཨ་ན་བས་འབེན་འདྲུ་ཞལ།

འོ་ད་དེ་འདྲ་བྱས་ཙང་ནང་ད་སྐད་འཛག་སྐྱིད་མ་དེ་ལ་ཨ་ནི་འབུ་འབད་འབྲེལ་བྱ་ཡི་གི་སྐད་འཛེག་དེ་ན་སྟོང་པ་བདག་ཅག་སྟོང་པ་བཀའ་ཁྲི་ཉིད་ཕེབས་ཨ་ནི་གཡས་སུ་གར་བསད་སོང་ན། འོ་དེ་ལྟ་བུའི་གི་ད་སྐད་འཛག་གསུམ་བྱས་དེ་ལྟ་བུའི་སྐད་འཛག་གསུམ་ཞུགས་པ་སོང་ཨ་སོང་ན་དེ་ནས་ལྷ་ཡི་གི་ད་གར་བསད་སོང་སོང་ན་དབང་པོ་བརྒྱ་བྱིན་དང་ཨ་ནི་གཅིག་དེ་ད་ལྷ་ཡི་གི་དབང་པོ་གཅིག་ཚངས་པ་བྱ་དེ་ཡོད་རེད་ཨ་ནི་ལྷ་ཡི་གི་ད་དཔོན་པོ་ཚངས་པ་ཚངས་པའི་གི་གར་བྱས་བསད་སོང་ན་རིན་པོ་ཆེའི་གི་རྔ་ཡབ་ཨ་ནི་བས་དེ་འདྲ་བྱས་པར་སོང་ནས་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུའི་གི་གཡས་ལ།

སྐོར་དང་བཅས་པ་དེ་རྣམས་ད་ཤི་གི་སྐབས་སུ་འབད་འབྲོས་བྱ་ཡི་གེ་ཐེམ་སྐས་མར་ཕེབས་སོང་བའི་སྐབས་སུ་ལ་ད་ག་རེ་གནང་བར་ཟེར་སོང་ན་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་མཚམས་མཚམས་ཞབས་ས་ལ་རེག་ཟེར་གནང་བ་དེ་ནས་འབད་འབྲོས་བྱ་ཡི་གེ་ཐེམ་སྐས་ལ་ཞབས་མཚམས་མཚམས་ས་ལ་རེག་ཟེར་ཕེབས་མཚམས་མཚམས་ཡང་ཞབས་དེ་ག་ཟེར་འབད་འབྲོས་བྱ་ཡི་གེ་ཐེམ་སྐས་ལ་ཕེབས་མ་ཐུག་པ་ཕྱིས་དང་ནམ་མཁར་ཡང་འཕུར། ཡང་མཚམས་མཚམས་ཀར་ཟས་ན་ཞབས་བན་དྲུག་བརྒྱ་ཡི་ཐེམ་སྐས་ལས་ཐུགས་སུ་ཐུག་ས་བོར་བ་དེ་འདྲའི་ནང་ད་དེ་ཕེབས་པ་རེད་ད་དེ་འདྲའི་གི་དགུ་བ་དང་གར་ཆགས་པའི་ཟས་སོང་ན་གར་ཚེའི་སྡོམ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཞབས་འདི་ག་དུས་ན་གར་ཟས་སོང་སོང་ན་ཅིག་བན་དྲུག་བརྒྱ་ཀྱི་ཐེམ་སྐས་རྐྱང་རྐྱང་གཏན་ནས་མར་ཕེབས་པ་ཡིན་ན་ཨ་མདའ་དེའི་སྐབས་ཟས་ལོག་ལྟ་མང་པོ་སྐྱེས་དེ་འགན་ཕྱི་རོལ་པ་ཕྱི་རོལ་བ་མི་སྡིག་པ་དེ་འདྲའི་ལོག་ལྟ་སྐྱེ་མཁན་མང་པོ་ཡོད་པ་སོང་ཙང་དེ་ལྟ་བུའི་གི་ཅིག་རྣམ་རྟོག་དང་ཕྱིན་ཅི་ལོག་གི་ལོག། ལོ་ཐོག་ནས་འདས་པའི་སྐྱེ་བ་མང་པོ་ཡོད་པ་དང་དེ་སོགས་ཀྱི་འོག་ད་དགེ་སྦྱོང་གོ་དང་མ་ལྷ་ཡུལ་ལ་མང་པོ་བཞུགས་པ་རེད་བ་ད་ཚུར་འཁྲུལ་ཚང་མ་ཉམས་ཏེ་ཤར་འོག་ཏུ་བསམས་ཀྱང་དེ་འདྲའི་གི་ཁག་མ་གཏོགས་ཡང་སྡིག་པ་མ་བསགས་ཡ་ཆེ་འོ་དེ་འདྲའི་གི་ཆེ་སྡིག་པ་མ་བསགས་ཡ་ཆེ་ད་ཨམ་སྟོང་པ་སངས་ཀྱིས་ཆོས་འདི་མཐུ་དང་བརྩོན་འགྲུས་ཀྱི་གར་ཟེར་གསུངས་གསུངས་ལ་གཏན་འབེབས་ཀྱི་སྒོ་ནས་ནི་ཀུན་བརྩ་ས་ལ་མ་རིག་པ་འོ་དེ་འདྲ་ཆེ་ནམ་མཁའ་ལ་ཕེབས་དགོས་ཡ་རྒྱུ་མཚན་གཅིག་དེ་འདྲ་ཆེ།

ཡང་སྐབས་འགར་གར་ཟས་སོང་ན་ཞབས་དེ་ནས་པའི་གར་ཟས་ན་ཟ་ན་ཡང། སྦེ་འབྲུག་ཡ་གི་ཀན་ས་ལ་ཡ་ཧྲིག་ནས་ཕེབས་ཀི་ཡོད་རེད་ད་དེའི་གར་སྟེང་གི་ཡོར་ཟས་སོང་ན་ཨོ་ད་གར་ཟས་སོང་སོང་ན་ཞབས་གཅིག་རྩ་བ་ནས་གར་ཟས་ན་གཅིག་ཐེམ་ཀི་ལ་ཞབས་ནས་མ་རེད་པ་ཡིན་ན། ད་གར་ཟས་སོང་ལྷ་འཁོར་དང་བྱེས་པ་ལྷ་ཡི་དབང་པོ་དང་གཙང་པ་དང་བརྒྱ་བྱིན་དང་ཨ་མདའ་ཨ་ན་ཡི་ལྷ་ཡི་གི་སོ་བོ་བུ་སོ་ཚང་མེད་གི་ད་པས། ཨོ་དེ་ཚོ་ཚང་མས་སྟོང་པ་བཀའ་དྲིན་ཆེན་ཕེབས་སྲིད་གི་ད་དེ་ནས་གི་ཅིག་དཀའ་ལས་བརྒྱབ་ནས་ཁོ་རང་གི་བཟོ་གི་དེ་པས་བཞི་པོ་ཅིག་དེ་ནས་བཟོ་བ་ཡིན་པར་སོང་ཙང་ཁོ་རང་ཚོ་གི་བསོད་ནམས་ཨ་ན་བཟང་ཡག་དང་ཨོ་དེ་ལྟ་བུའི་གི་ཁོ་རང་ཚོ་གི་གན་ས་བཟོ་བ་དེ་ལ་བརྟེན་ནས་ནི་ཅིག་ད་ཁོ་རང་ཚོ་གི་ཅིག་བསོད་ནམས་བཞི་པོ་བཟང་ཡག་གི་ཆེ་སྟེ་ཨོ་དེ་ནས་ཅིག་སྟོང་པ་སངས་རྒྱས་བཅོམ་ལྡན་འདས་སྐབས་འགར་ད་ཞབས་ས་ལ་རིག་ཡག་དེ་གར་བྱས་ས་ན་ལྷ་དང་ཨ་ན་ཅིག་ལྷ་ཡི་དབང་པོ་དང་ཨོ་ད་ཨོ་ན་གི་ལྷ་ཡི་བཟོ་བོ། འོ་དེ་ཚོ་གི་དག་སོ་ནམ་གི་ས་ཡོད་པ་བྱས་དེ་ལ་ཞབས་གང་ག་རེ་ག་རེ་བྱས་སོང་ཞབས་ས་ལ་རེག་པའི་གནས་ཚུལ་རེ་ཚོ་བལྟས་ནས་བྱུང་གོ་རྒྱུ་མཚན་དེ་འདྲའི་ཆགས་ཀྱི་ཡོད་རེད། ད་དེ་ནས་ག་རེ་བྱས་སོང་ན་ཡང་མཚམས་མཚམས་ཅིག་ང་ཚོ་མི་ཡི་གི་དྲི་མ་ཅིག་འདུག་བ་མི་གི་གཟུགས་པོ་གི་དྲི་མ་དེ་གི་ད་པས་ཅིག་ངན་པ་ཞི་བ་ཅིག་དེ་ཡོད་ས་རེད་གང་ཡིན་ཟེར་ན་ང་ཚོ་ཡང་འདུག་ཤི་དེ་དེ་སོ་སོ་གི་ཅིག་མི་ཡི་གཟུགས་པོ་ཚང་མ་དེ་ང་ཚོ་ཚང་མ་ཞི་བ་ཅིག་བརྩི་བསྡད་ཀྱི་ཡོད་རེད་བ་ཡིན་ན་ཡང་མཚམས་མཚམས་ལ་ག་རེ་བྱས་སོང་ན་ང་ཚོ་མི་ཡི་གི་གཟུགས་པོ་གི་དྲི་མ་དེ་གི་ས་དེ་ཚོ་ལ་གྲུབ་ཕོག་ཡག་དེ་འདྲ་ཡོད་ས་རེད་བ། ཨོ་ད་དེ་འདྲ་ཡོད་ས་རེད། ཡང་དེ་ནས་དཀར་ཟས་སོང་ན་ཅིག་ལྷ་དེ་ཚོ་མར་མི་ཡུལ་ལ་ཕེབས་སོང་ན། ཡང་མི་དེ་ཚོ་གི་ལྷ་དེ་ཚོ་ཕེབས་པ་དེ་ཚོ་མཐོང་བསྡད་ན། ཡང་དཀར་ཟས་སོང་ན་ང་ཚོ་མི་དེ་ཚོ་དཔེ་ཅིག་ཆགས་སྟངས་དེ་ནས་ཤུགས་ཆེ་བ་ཡིན་པ་སོང་ཙང་ལྷ་དེ་ཚོ་མི་ཡུལ་ལ་ཕེབས་སོང་ན། ཡང་དེ་ཚོ་ལ་ཞེ་བོ་ཅིག་ཆགས་བཞིན་སྐྱེས་འདེད་བཞག་འདོད་མ་ལ་ཡང་དེ་གཉིས་ཀ་དང་སྐད་ཅོར་བྱ་ཡག་གི་ཉེན་ཁ་ཡོད་རེད་བ། ད་མདོར་ན་སྐར་ཆ་ཉེར་ཁ་གར་འདུག་མིག་གིས་ང་ཚོ་དྲི་མ་དེ་གི་ལྷག་གི་དྲི་མ་བཙོག་པ་དེ་གི་ལྷག་ལ་དྲོད་ཕོག་ཡོང་བའི་ཉེན་ཁ་གཅིག་ཡོད་རེད། དེ་ནས་གར་ཟེར་སོང་སོང་ན་ལྷ་ཡི་གི་དག་པས་ཅིག་ཡིད་དུ་འོང་བའི་གི་རྒྱན་ཆ་ཅིག་དང་བཅས་པ་དེ་ཚོ་མར་མིག་ལ་ཡོང་བ་ཡིན་ན་ཡང་མི་དེ་ཚོ་གི་ལྷག་ལ་ཤེད་བོ་ཅིག་ཆགས་ཤིང་གི་འདི་ལ་བརྟེན་ནས་ཨ་ནེ་པའི་དགེ་སྦྱོར་ཆགས་ནས་ཨ་ནེ་ཉོབ་མོ་སྐྱེ་ཡག་གི་ཉེན་ཁ་ཡོད་དེའི་ཉེན་ཁ་གཉིས་དེ་མེད་པ་བྱ་ཆེད་དེ་བདག་ཅག་སྡོམ་པའི་བཀའ་དྲིན་ག་རེ་གནང་བ། འོ་དེས་ཀྱི་ཉེན་ཁ་གཉིས་འདི་མེད་པ་བྱ་ཡ་བྱ་ཡ་བྱས་དེ་ལ་དང་བདག་ཅག་སྟོང་པས་ཀྱི་གར་གནང་བར་མཛད་སོང་ན་མི་ཡི་གྲི་ངན་པ་དེ་ཚོ་དེ་ཙན་དན་ཙན་དན་གྱི་གྲི་ཞིམ་པོ་བྱིན་གྱིས་བརླབས་དེ་ནི་སོང་ཡོད་དེ་དང་མི་ཀྱི་ཅི་ང་ཚོ་གྲི་མ་ངན་པ་དེ་ཨ་ནི་ལྷ་ལ་བས་གྲི་མ་ཕོག་ཡ་བྱས་དེ་དེ་འདྲས་ཀྱི་གྲི་མ་ངན་པ་དེ་བདག་ཅག་སྟོང་པས་ཀྱི་བས་བརྫུན་གྲི་ཞིམ་པོ་ཁོ་བཀོད་ནས་པས་ཙན་དན་ལ་སོགས་པས་ཀྱི་ནི་གྲི་ཞིམ་པོ་དེ་འདྲས་བྱིན་བརླབས་ཤག་རེད། ད་དེ་ནས་གར་ཟས་སོང་ན་ལྷ་དེ་ཚོ་རྗེས་མ་རེད་མི་ཡུལ་ལ་ཕེབས་འོང་བ་དེ་མི་དེ་ཚོ་མཐོང་སོང་ན་ཡང་དེ་ཚོ་ལ་ཆགས་ཞེན་ཞེ་བོ་སྐྱེས་ནས་ཆགས་ཞེན་དང་ཕྲག་དོག་དེ་འདྲ་སྐྱེ་གི་ཡོད་པ་སོང་ད་དེ་འདྲ་བྱས་ནས་ཡང་རྣམ་གཡེང་གི་སྐད་ཅོར་དེ་འདྲ་ཆགས་ཡ་ཉེན་ཁ་ཡོད་པ་སོང་ད་དེ་འདྲའི་མ་ཡོང་ཡ་བྱས་དེ་ལ་ནས་ལྷ་དེ་ཚོ་མ་ཕེབས་འོང་པའི་སྐབས་སུ་ལ་མི་དེ་ཚོ་མ་མཐོང་ཡ་དེ་སྟོན་པ་སངས་རྒྱས་བཅོམ་ལྡན་འདས་གཞན་རྒྱལ་བསླབ་བྱ་རེད་འོ་ད་དེ་ལྟ་བུའི་གི་གར་ས་སྟོན་པ་སངས་རྒྱས་བཅོམ་ལྡན་འདས་དང། རྫུ་འཕྲུལ་ཆེན་པོ་བོའི་སྒོ་ནས་ཨོ་ད་དེ་འདྲའི་ཆེ་རྫུ་འཕྲུལ་ཆེ་ན་རེད་ད་གངས་ཅན་ཞེས་ད་ཐུགས་མོས་བ་གར་སེ་ཆགས་ཏེ་ཡོད་རེད་སྟོང་པ་སངས་རྒྱས་བཅོམ་ལྡན་འདས་གནས་པའི་བདག། ཅེས་འཇའ་ཚོན་གྱི་སྣ་ལྔ་དང་བཅས་པ་དགྲ་བཅོམ་པ་འཁོར་དང་བཅས་པ་དེ་ཐམས་ཅད་མ་བ་འོངས་པའི་ཕྱིར་ཅེས་ད་ཐུགས་མོས་མ་ཡིན་བ་སྐུ་དང་རིགས་བཞིའི་རྫུ་འཕྲུལ་དེ་བསྟན། ཨོ་དེ་འདྲའི་ཆེ་ཡང་ཆེ་ནས་ད་གར་སེ་སྟོང་པ་སངས་རྒྱས་བཅོམ་ལྡན་འདས་ད་ཡ་གིའི་གར་སེ་ནས་ཡུམ་གྱི་མ་ལྷ་མཛད།

རྣམས་ཀྱི་ཁྲོད་ངན་པ་འདི་ཚོ་ཚེ་འདི་གི་ཁྲོད་བཟང་པོ་བྱིན་གྱིས་བརླབས་ཡ། ཨ་ནི་ད་ག་ན་ཡི་ལྷ་དེ་ཚོ་གི་ཅིག་ཡིད་དུ་འོང་བའི་གི་རྒྱན་ཆ་དེ་ཚོ་གཏོང་སོང་ན་མིག་གི་ཆགས་བཞིན་མ་སྐྱེ་ཡ་ཅེས་དེ་ལ་ཡང་ལྷ་དེ་ཚོ་མིག་མ་གཏོང་ཡ་བྱས་ནས་ཨོ་དེ་འདྲ་བྱས་ནས་སྟོང་པ་སངས་རྒྱས་བཅོམ་ལྡན་འདས་འཁོར་དང་བཅས་པ་ཨ་ནི་ལྷ་ཡུལ་ལ་ཟླ་བ་གསུམ་ཆོས་གསུང་བའི་བཞུགས་ནས་ད་དེའི་ཕྱིས་སུ་གར་ཟད་སོང་ན་དགོས་པའི་ཉིན་ཞིག་ཉིན་ལ་ཨ་ནི་མི་ཡུལ་ཕེབས་ཡ་གི་ད་དུས་ཚོད་འདི་ད་ཉིན་ཞིག་ཉིན་དེ་ཉིན་མོ་ཆགས་འདི་ཡོད་རེད། ཨོ་དེ་འདྲ་ཡིན་པར་སོང་ལ་ད་ང་ཚོ་གར་ཟེར་སོང་ན་དེ་ལྟ་བུའི་སྟོང་པ་སངས་རྒྱས་བཅོམ་ལྡན་འདས་འགའ་ནི་ཆེས་སྐུ་དང་ཡེ་ཤེས་ཀྱི་བདག། གར་ཟེར་སོང་སོང་ན་སྐུ་དང་ཡེ་ཤེས་ཀྱི་རོལ་བ་བསམ་གྱིས་མི་ཁྱབ་པའི་སྒོ་ནས་ཨ་ན་ཐ་ཡི་བའི་སེམས་ཅན་ཐམས་ཅད་ཀྱི་དོན་མཛད་པ། ཨ་མཛད་དང་མཛད་བཞིན་པའི་དེ་ལྟ་བུའི་སྐུ་གསུང་ཐུགས་ཀྱི་མཛད་པ་ཚང་མ་རྗེས་སུ་ཡི་རང་བྱེད། ཨ་ནི་སྤྱིར་གར་ཟེར་ན་སྟོང་པ་སངས་རྒྱས་བཅོམ་ལྡན་འདས་དེ་ནི་དང་པོ་ནས་སངས་རྒྱས་ཀྱི་གར་མ་ཡིན་པ་དང་པོ་བྱང་ཆུབ་ཏུ་ཐུགས་བསྐྱེད་བར་དུ་སྐུ་ཆེན་གྲངས་མེད་སོགས་རྫོགས་སངས་ལྟར་མངོན་པར་རྩ་བ་སངས་རྒྱས་ནས། བསླབ་པ་ལམ་གྱི་གནས་སྐབས་ལ་ནི་གཅིག་བྱམས་པ་དང་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་དང། ཨ་མཆོག་རབ་འབྱེད་རྣམ་འབྱེད་ཀྱི་དག་ཤེས་རབ་བདག་མེད་རྟོགས་པ་ཤེས་རབ་དེ་ལྟ་བུའི་སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་ཡོངས་འཇུག་རོལ། ཨ་ནི་ལ། ལམ་བཟང་དེ་ལ་ཉམས་ལེན་བྱས་ནས་སྐད་ཅིག་གྲངས་མེད་མང་པོ་ལ་ཚོགས་བསགས་སྒྲུབ་པར་བྱང། ཨ་ནི་སེམས་གཏིང་གི་དྲི་མ་བག་ཆགས་བྱེ་བ་མ་ལུས་པ་ནི་པས་སྤངས་ནས། ཨ་ནི་གཅིག་ཐུན་མོང་མ་ཡིན་པའི་གི་དང། གར་སོན་ན། ཐེག་པ་ཆེན་པོའི་དབང་དུ་བྱས་ན། འོག་མིན་རྟོགས་པ་འགོག་པའི་ཞིང་ཁམས་ལ། ཨ་ནི་དེ་ལྟ་བུའི་མངོན་པར་རྫོགས་པ་སངས་རྒྱས། ཨ་ནི་གཅིག་དེ་ཡང་ནི་གཅིག་སྐྱེ་བ་དཔག་ཏུ་མ་བའི་ང་རོ་ནི་དེ་ནི་སངས་རྒྱས་སེམས་དཔའ་དེ་ནི་ཆེས་དག་ཐུན་མོང་བའི་ཨང་དུ་བྱས་ན།

ཞེས་རྡོ་རྗེ་གདན་གྱི་བྱང་ཆུབ་ཤིང་དྲུང་ན་ནི་སྒོམ་སྐྱབས་འདི་ནི་བཞུགས་པའི་སྐབས་སུ་ན་ནི་ཚོགས་ལམ། སྦྱོར་ལམ་དྲུག་ཡན་ཆད་དེ། བས། མཐོང་ལམ་སྒོམ་ལམ་འོ་འདི་ཚོ་ཚང་མ་དེ་གར་སེམས་གཏད་དོ་ཞེས་དེ་སྔོན་དུ་བཤད་ནས། ཅེས་ཕོ་མཐའ་ཞི་བའི་བརྩེ་བ་བྱོན་སྔར་ལ། སོགས་དེ་དུས་འདིར་དགོངས་ལ་མཉམ་པར་བཞག། ཐོ་རངས་ཁར་ནི་སེམས་མི་བརྗེད་ཞི་བའི་ཡེ་ཤེས་མངོན་དུ་བྱས་ནས་ནི། བྱང་ཆུབ་ཏུ་མངོན་པར་རྫོགས་པར་སངས་རྒྱས། འོ་ད་འདི་ནི་གར་ཟད་ན་དགོངས་ལོངས་སུམ་སོ་ལྔ། ད་འདི་ཀྱི་སྐབས་སུ་ན་ནི་དཔལ་སངས་རྒྱས་ནས། འོ་ད་དེ་ལྟ་བུའི་གར་ཟད་སོང་ན་སངས་རྒྱས་བཙལ་བས་ཀྱི་རྗེས་ལ། ནས་ཤིང་རྟ་ལས་ཀྱི་སྡོང་པོ་བདུན་གྱི་ཚོགས་དེ་ནམ་མཁའ་ལ་བར་འཕུར་ནས་འོ་ད་དེ་འདྲ་བྱས་ནས་ཟབ་ཡིག་འབྲུ་དྲིལ། ཟབ་ཡིག་འབྲུ་དྲིལ་འོག་སེར་འདོད་མ་ཅིག་བདུད་རྩི་ལྟ་བུའི་ཤོག་ཤིག་ཁུར་བ་ཉིད་གསེར་ལ་བརྟེན་ཀྱང་ཁུར་བ་མ་ནས་བུ་མ་ནག་མོ་མ་ནག་གི་ནང་གནས་པར་བྱ་གསུངས་ནས་འོ་ད་དེ་འདྲ་བྱས་ནས་ཅེས་གསུངས་བས་ལོ་རྒྱུས་འདི་ཡག་རེད་ད་དེ་གང་ལྟར་རྒྱ་གར་སྲས་སོང་ན་ང་ཚོ་གཞིས་རྟ་བོ་དཔལ་གྱི་རྟ་བོ་འདི་གི་ཨང་དང་བྱས་སོང་ན་ཨ་ནི་བོ་ད་གཞིས་དཔལ་གྱི་ཚེས་པ་བཅོ་ལྔ།

ཨོ་ད་དེ་འདྲ་བྱས་ནས་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ད་སྔོན་ནས་དྲངས་ནས་བྱས་ཟེར་བར་འཕྲིན་ལས་འདི་ཚོ་ད་མང་པོ་ཡོད་པའི་གི་ནང་ནས་ད་ད་ལྟ་དེ་ག་རེ་ཟེར་སོང་ན་ད་རྒུད་པའི་ལྷ་བབ་དུས་ཆེན་ཟེར་རྒུད་པའི་སྙིང་གི་ལྷ་བབ་དུས་ཆེན་ཟེར་དེ་འདྲ་ད་ཆགས་ཏེ་ཡོད་རེད། ཨོ་དེ་འདྲ་ཡིན་པ་སོང་ད་སྤྱི་བཏང་ཚང་མས་གི་ད་མཁྱེན་མཁྱེན་ག་རེད་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ད་མཛད་པ་བཅུ་གཉིས་བསྟན་འདུག་མོད་ལ།

གར་སའི་མཛེས་ལ་རོལ་བའི་མཛེས་པ། དེ་ནས་བཙུན་མོ་འཁོར་གྱི་རང་རོལ་བའི་མཛེས་པ། དེ་ནས་གར་སའི་ན་རབ་སྦྱོང་དཀའ་བ་བྱེད་པའི་མཛེས་པ། དེ་ནས་རབ་ཏུ་སྦྱོང་བའི་མཛེས་པ། དེ་ནས་དཀའ་བ་བྱེད་པའི་མཛེས་པ། ད་དེ་ནས་གར་སའི་ན་བྱང་ཆུབ་སྙིང་པོར་གཤེགས་པ། གཤེགས་པའི་མཛེས་པ། དེ་ནས་འདུས་བསྡུར་བའི་མཛེས་པ། དེ་ནས་མངོན་པར་རྫོགས་པར་སངས་རྒྱས་པའི་མཛེས་པ། དེ་ནས་ཆོས་ཀྱི་འཁོར་ལོ་བསྐོར་བའི་མཛེས་པ། དེ་ནས་མྱ་ངན་འདས་པའི་མཛེས་པ། འོ་དེ་འདྲ་ཞེས་དང་ཅི་དང་ཅི་འདྲ་མཛེས་པ་བཅུ་གཉིས་འདི་འདྲའི་ཆགས་པ་ཡོད་རེ།

འོ་དེ་འདྲ་ཡིན་པར་བཟུང་ད་ལྟ་ལྷ་བབས་འདི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་མཛད་པ་རྣམ་ཐར་གྱི་དར་རྩ་ཆེན་པོ་ཞིག་རེད་མ་གཏོགས་ཅིག་ད་ལྟ་མཛད་པ་བཅུ་གཉིས་ཀྱི་ནང་གི་གཅིག་མ་རེད་ད། འོ་དེ་ཡང་མང་པོ་ཅིག་གི་བཀའ་རུ་ཟེར་ནས་འདི་ལྷ་བབས་དུས་ཆེན་འདི་ཡང་མཛད་པ་བཅུ་གཉིས་ནང་གི་གཅིག་ཟེར་ནས་མཛད་པ་བཅུ་གཉིས་འདི་འདི་ཆགས་ཡོད་མ་རེད་ད་ལྟ་སྤྱི་དང་སྟོན་པ་སངས་རྒྱས་བཅོམ་ལྡན་འདས་དགུང་ལོ་བཞི་བཅུ་ཞེ་གཅིག་ལ་ཨ་ནེ་རྒྱལ་བ་ལྷ་རེ་བབས་པའི་གི་མཛད་པ་ཟེར་བ་འདི་ཆགས་འདི་ཡོད་རེད་ད་ལྷ་རེ་བབས་དང་ནི་ག་འདྲ་ཆགས་འདི་ཟེར་སོང་ན། ལྷ་རེ་བབས་སྟངས་དེ་ག་རེ་ཆགས་འདོད་ཟེར་སོང་སྟོང་པ་སངས་རྒྱས་བཅོམ་ལྡན་འདས་ག་རེ་ཟེར་སོང་ན་ཆེ་དགུ་འཁྲུངས་ནས་ཉི་མ་བདུན་གྱི་རྗེས་ལ་ཡུམ་སྐྱེས་མ་ལྷ་མཛེས་དགོངས་པ་མྱ་ངན་འདས་ཡུམ་སྐྱེས་མ་ལྷ་མཛེས་ཀྱི་དེ་ནས་སྐུ་ཡི་སྐྱེ་བ་དེ་ལྷ་སྲིན་རྩ་གསུམ་གྱི་ལྷ་ཡི་གནས་སུ་སྐྱེ་བ་བླངས་དེ་ནས་སྟོང་པ་སངས་རྒྱས་བཅོམ་ལྡན་འདས་དགུང་ལོ་བཞི་བཞི་ཞག་གཅིག་ལ་ཕེབས་པའི་སྐབས་སུ་ལ་གཞི་ནས་ག་རེ་ཟེར་ན་ཡུམ་སྐྱེས་མ་ལྷ་མཛེས་ཀྱི་སྐྱེས་པའི་གཙོ་བྱས་པའི་ལྷ་སྲིན་རྩ་གསུམ་གྱི་ལྷ་རྣམས་ལ་ཆོས་གསུང་ཡང་དག་དུས་ལ་བབས་ལ་དེ་ནས་ཆེ་དགུང་ནས་སྟོང་པ་སངས་རྒྱས་བཅོམ་ལྡན་འདས་དགྲ་བྱ་མ་འཁོར་བརྒྱད་ཁྲི་དང་བཅས་པ་ཐམས་ཅད་ལྷ་ཡི་གནས་སུ་ཕེབས་ནས་ལྷ་ཡི་རྡོ་ལེབ་དཀར་པོ་བཞེས་པའི་སྟེང་དུ་བར་བཞུགས་ནས་ཨ་ནི་ཡར་འདའ་བར་སོང་སྟེ་ཁས་ལེན་གནང་ནས་འོ་ད་དེའི་སྐབས་སུ་ལྷ་འགོ་དང་བཅས་པ་ད་བྱུགས་གསུངས་ནས་དེ་ནས་རྗེ་རིག་བྱ་དང་ཡར་ལེན་བྱས་ཙང་ད་འདའ་བར་སེམས་ཏེ་ཡར་ཁས་ལེན་བཞུགས་ནས་ཨ་ནི་གར་སེང་ན་དྲུག་པའི་ཚེས་པ་བཅོ་ལྔ་ལ་ཡར་ཆིབས་ཀྱི་ན་དུས་དྲུག་པའི་ཚེས་པ་བཅོ་ལྔ་ནས་བོ་འདར་བོ་འདར་དྲུག་པའི་ཚེས་པ་བཅོ་ལྔ་ནས་དགུ་པའི་ཚེས་པ་བཅོ་ལྔ་བར་འདའ་བར་བསམ་རེ་བ་ད་དེ་བཞུགས་ད་དེ་ནས་གར་སེང་སོང་ན་ཆེ་རྒྱལ་བོ་འཁོར་དང་བཅས་པ་ཐམས་ཅད་ཀྱི་སྲོག་མ་ལ་འདའ་བ་རྣམས་ཡིན། གང་ཟག་མ་འོངས་གར་སྐྱེ་བོས་གནས་པའི་ཡར་རྩེ་གྲུ་ཆེན་པོའི་སྒོ་ནས་སྡོམ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་འདི་ལ་འཆར། དེ་ནས་སྡོམ་པ་སངས་རྒྱས་བཅོམ་ལྡན་འདས་དང་ཡང་དབང་བསྐུར་དང་བྱེ་བ་ཐམས་ཅད་དགུག་སྟེ་འདུག་སྟངས་བསྟན་པ་བདེན་བདེན་བཞིན་ཕེབས་འོང་རོགས་གནང་གསུང་གི་འདུག་སྲིད་ད་དེའི་དང་རེ་སྐོང་དུ་ཞུ་བ་གནང་ཡིད་ལྟ་ཞུ། ཨ་ནི་སྡོམ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་གྱིས་གནང་ན་ཡིན་ད་ཡིན་ད་ཉི་མ་བདུན་གྱི་རྗེས་ལ་ཨ་ནི་ད་དེ་རེ་ཕེབས་ཀྱི་ཡིན་གསུང་སང་གང་ཟག་དེ་ནི་ཕེབས་ཀྱི་ཡོང་གསུང། ཨ་ནི་ཉི་མ་བདུན་གྱི་རྗེས་སུ་ཤི་དུས་ད་གང་ཟག་ད་བར་བསམ་གྱི་གང་ད་ཉི་མ་བདུན་བརྒྱབ་དུས་མོ་ལ་དགོས་པའི་ཉིན་ཞིག་རྩ་ཡིན་ཆགས་གི་རེད་བ། འོ་ད་དགོས་པའི་ཉིན་ཞིག་གཉིད་ལ་ནི་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཡབ་ཀྱི་ལྷ་ཡི་གནས་སུ། ཨ་ནི་ཞིག་ཡུམ་གྱི་མ་ལྷ་མཛེས་ཀྱི་སྐུའི་རྒྱལ་བའི་གཙོ་བོ་བྱས་པའི་ལྷ་རྣམས་ལ་བར་ཆོད་སོང་ནས་ཟླ་བ་གསུམ་ལ་ལྷ་ཡི་གནས་ལས་བཞུགས་ནས་ཨ་ནི་དེ་འདྲའི་གར་ཟེར་སོང་ན་མོའི་ཡུལ་ལ་ཕེབས་ཡག་གི་ད་གར་ཟེར་ན་དེ་འདྲའི་གི་ད་དུས་ཆེན་དེ་ཆགས་ཏེ་ཡོད་རེད། འོ་དེ་རེད་མ་གཏོགས་ཅིག་ཡང་མང་པོ་ཅིག་གི་འཁྲུགས་ནས་གར་ཟེར་ན་མཛེས་པ་བཅུ་གཉིས་ཀྱི་ནང་ནས་དགའ་ལྡན་ལྷ་ལས་འཕོ་བའི་གི་མཛེས་པ་ཟེར་དུས་མོ་ལ་ཡང་ག་ཤེད་གི་ཡང་དེ་འདྲའི་ཅིག་ནོར་ནས་འཁྲུགས་ཡོད་ཉེན་ཁ་འདུག་དེ་མ་རེད་ད། དགའ་ལྡན་ལྷ་ལས་འཕོ་བའི་མཛེས་པ་ཟེར་དུས་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཡང་ནི་བེར་ཆེན་དང་པོ་བྱང་ཕྱོགས་སུ། ཐུགས་ཀྱི་བར་དུ་སྐལ་ཆེན་གྲངས་མེད་ཙམ་ཚོགས་སམ་ཕར་མངོན་པར་རྫོགས་པར་སངས་རྒྱས་ནས། ཨ་ནི་དེ་ལྟར་སྤྲུལ་པའི་སྐུ་ཡི་གེ་སྒོ་ནས་ནི་དགའ་ལྡན་ལ་ཕྱོགས་སོང་ནས་དར་བཞུགས་བསྡད་པའི་སྐབས་སུ་ལ། དེ་ནས་ཅིག། ཛམ་བུ་ལིང། གདུལ་བྱ་གཙང་མ་དང་འདུལ་བའི་གི་དག་དེ་འདྲའི་གི་དུས་ལ་བབ་པའི་གི་སྐབས་སུ་ལ། ཨ་ནི་རྗེ་བཙུན་ཆེན་ཞང་པ་མགོན་པོ། ཨ་ནི་སྡོམ་པ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱི་རྒྱལ་ཚབ་ཏུ་བསྐོས་ནས་སྡོམ་པ། སྡོམ་པ་སངས་རྒྱས་བཅོམ་ལྡན་འདས་ནི་དེ་ནས་གར་མཛད་ལྷ་ཡི་གི་གནས་སུ་དང་པོ་བ་མཛད་པར་རེ་བ། བ་དེའི་གི་མཛད་པ་དེ་དང་ད་ད་ལྟ་འདིའི་གར་མཛད་ནི་ལྷ་སྐབས་སུ་དེའི་དེ་ཉིད་མ་འགྲུབ་པ་བྱས་ཀྱི་ལ་ཡང་མོངས་པ་བྱས་ཀྱི། ཨོ་སྡོམ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་བ། གར་ཆེན་ལྷ་ལས་བབས་ས་དེ་གང་དེའི་ལྷ་ལས་བོར་བ་དང་ཀྱང་བསླབ་པ་དུས་ཆེན་དེ་གཅིག་པ་རེད་ས་དེ་འཁྲུགས་འགྲོ་དེ་མ་རེད་ད། དེའི་གར་ཟེར་སོང་མཛད་པ་བཅུ་གཉིས་ནང་དང་པོ། ལྷ་ལས་བབས་པ་ཟེར་བ་དེ་གང་དེའི་ལྷ་ནི། སྟོན་པ་སངས་རྒྱས་བཅོམ་ལྡན་འདས་བཞུགས་སོང་ནས་བཞུགས་དུས་མོ་ལ། འདིའི་རྒྱལ་ཚབ་དེ་རྗེ་བཙུན་བྱམས་པ་མགོན་པོ་བསྐོས་ནས། སྟོན་པ་སངས་རྒྱས་བཅོམ་ལྡན་འདས་ནི་གང་དེའི་ལྷ་ལས་བབས་དང་བོར་བ་མཛད་པ་རེད་པ། མོ་ད་དེ་ནས་གར་སའི་ནི་ཡུམ་གྱི་ལྷ་བསྲེག་ཞུགས་པར་མཛད་པ་ད་དེ་ནས་གཞི་ནས་བྱུང་བ་རེད་ད་མ་གཏོགས་ཅི་ད་ལྟ་གར་སའི་སོང་ན་ང་ཚོ་འདི་དགོས་པའི་ལྷ་བབ་དུས་ཆེན་ཟེར་བ་འདི་མཛད་པ་ཆོས་ཉིད་ཀྱི་ཡ་གྱལ་མ་རེད་ཕྱི་དང་སྡོམ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་དྲན་ནས་ད་བེད་སྐད་ཆེན་པོ་ཆགས་དུ་ཡོད་རེད་འདི་ལོ་བརྒྱ་བ་ལྷག་ལས་བབ་པ་ལྷག་ལས་བབ་སྟངས་འདི་གར་སའི་སོང་ན་ཡུམ་གྱི་མ་ལྷ་མཛད་སྐོར་དང་བཅས་པ་སུམ་ཅུ་རྩ་གསུམ་ཞུགས་སོང་ཡང་དུས་ལུགས་ལས་དུས་ཚོད་ཚང་མར་ཡར་ཟླ་བ་གསུམ་གྱི་རིང་ལ་ནི་ཡར་ལ་སེམས་སུ་ད་དུང་ལྷ་གནས་ནས་འབྱོར་མི་ཆོག་གསུང། ད་དེ་ནས་དེའི་རྗེས་སུ། འོ་ད་དེ་འདྲ་བྱས་ན་དགོས་ངེས་ཀྱི་གཉིད་ལ་ལྷག་ལ་བབ་པ་འོ་དེ་འདྲ་ཆགས་ཏེ་ཡོད་རེད་ད་དེ་ཚོ་ཚང་མ་མ་གྲོ་བ་བྱས་བྱས་ད་དཔེ་ཡག་གལ་ཆེན་པོ་རེད། འོ་དེ་འདྲ་ཡིན་པ་སོགས་ད་ང་ཚོ་ཨ་ན་ག་རེ་བྱས་ཡག་ཡོད་རེད་ཟེར་སོང་ན་དངོས་བྱུང་སྟོན་པའི་རྣམ་ཐར་རྗེས་འཇུག་ཏུ་བྱས་ཉམས་ལེན་སོང་བ་ནང་བཞིན་གྱི་བྱེད་སྟངས་ག་རེ་བྱས་སོང་ན་བྱས། ལུས་ངག་ཡིད་གསུམ་གྱི་དགེ་བ་ག་རེ། ནས་ཅིག་བྱས་ན་ཡང་ཨ་ནས་ཅིག་རང་བཞིན་ཀུན་གྱི་དགེ་བ་ག་རེ་བྱས་ན་དེ་ལ་རྗེས་སུ་ཡི་རང་བྱས་ན་འདིར་ཧང་སང་ཡང་དགེ་བ་སྟོབས་ཆེན་པོ་འདིར་ཡང་དང་ཨ་ལྷག་པར་དུ་བདག་ཅག་གི་སྟོང་པ་བཀའ་དྲིན་ཆེན་གྱི་ཨ་ནས་དང་པོ་བྱང་ཆུབ་ཐུགས་ཀྱི་བར་དུ་སྐལ་ཆེན་གྲངས་མེད་ཙམ་ཚོགས་ཟང་ཐར་མངོན་པར་རྫོགས་པར་སངས་རྒྱས་ནས་སེམས་ཅན་དང་ལྟ་བ་དེ་འདྲའི་སྣང་བ་ཡིན་པར་སོང་ལ་དེ་ཡི་སྐུ་གསུང་ཐུགས་ཀྱི་མཛད་པ་ལ་བས་རྗེས་སུ་ཡི་རང་བྱས་ནས་དྲན་པ་ཙམ་གྱིས་སོ་ནོ་ཞེས་པ་སངས་རྟོགས་ཡོད།

དགོས་པའི་ཉིད་ཞི་གཉིས་ཀྱི་ཉོན་མོངས་དེ་ལ་ད་ང་ཚོ་ལུས་ངག་ཡིད་གསུམ་དགེ་བར་སྤྲོས་པ་ཡིན་ན་འོ་དེ་སྟོབས་ཆེ་བ་དང་བྱིན་རླབས་ཆེ་བ་འོ་དེ་འདྲ་ཆགས་ཐུབ་ཡོད་རེད་སྤྱིར་དགེ་བ་ལ་ཇི་སྲིད་ཀྱི་རང་བྱས་སོང་ན་ཅིག་དགེ་བ་འདབ་ལོག་འདབ་ལོག་ཆགས་ཀྱི་ཡོད་རེད་ཨ་ལྷག་པར་དུ་སྟོང་པ་བཀའ་དྲིན་ཆེན་བསྐལ་ན་སྐུ་གསུང་ཐུགས་ཀྱི་མཛད་པ་ལ་ཇི་སྲིད་ཀྱི་རང་བྱས་ན་འདབ་ལོག་ད་དེའི་སྒང་ལ་ཡང་ཨ་ན་སོ་སོ་རང་ཉིད་ཀྱི་ད་དག་ན་ཡིད་ཆེས་ཀྱི་ཡིན་བསམ་པས་ན་ཉི་མ་དེ་ལ་ཨ་ན་ཅིག་ལུས་ངག་ཡིད་གསུམ་གྱི་དགེ་བར་སྤྲོས་བསྡིགས་པ་སྤངས། འོ་དེ་འདྲ་བྱས་ཙང་ནང་ལྟ་དེ་བྱས་ཡག་ཨ་ནི་འཇིགས་རག་ཏུ་བྱུང་བ་ཡིན་ན་ད་ལྟ་སོ་སོ་ནམ་རྒྱུན་ག་ཚོད་ཚ་གྲང་ཡག་པོ་སོང་དུ་ཡོད་རེད་ལགས་པར་ད་དེ་ཉིན་འགའ་རེ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཚ་གྲང་པའི་ཕྱི་ལྟར་གྱི་སྣང་བ་ན་ཞེ་དྲག་ང་ཚོས་ད་ག་རང་གསུང་གི་ཡིན་བསམ་པ་ད་ག་ནང་ཆེ་སོགས་དང་ནང་བྱང་སེམས་བར་གསང་སྔགས་འོ་དེ་ཚོ་ཚང་མ་དེ་དག་པས་སྟོན་པ་ཡག་པོ་དམ་ཚིག་རྡོ་བ་ཡག་པོ་སོང་ཨང་ད་ག་ནང་ཞིག་ཡིན་ཅིག་ག་རེ་ཟེར་སོང་ན་ཅིག་ད